ལྷག་དཀར་བཟང་བོད་ཀྱི་བརྙན་འཕྲིན་གྱིས་ཉིན་རེའི་བོད་སྐད་གསར་འགྱུར་གྱི་ལས་རིམ་དེ་འགོ་འཛུགས་ཞུ་གི་ཡིན། ད་རིང་ནི་བོད་སྐྱོབ་ལོ་ཉིས་སྟོང་གཅིག་གྱ་ལྔ་བཅུ་ང་གཅིག་རབས་ནས་ཤིང་འབྲུག་ལོའི་བོད་ཟླ་བདུན་པ་གྲུ་བཞིན་ཟླ་བའི་ཚེས་པ་བརྒྱད་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཟླ་བ་དགུ་པའི་ཚེས་བཅུ་གཅིག་རེས་གཟའ་ལྷག་པ་རེད། རེས་གཟའ་ལྷག་པའི་ཉིན་གྱི་གསར་འགྱུར་ལས་རིམ་འདིའི་ནང། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བརྒྱད་པ་དབུ་འཛུགས་བསྐྱངས་པའི་སྐོར་དང། བོད་ཀྱི་བུད་མེད་ལྷན་ཚོགས་བཙན་བྱོལ་དུ་སླར་གསོ་ཞུས་ཏེ་ལོ་ངོ་བཞི་བཅུ་འཁོར་བའི་དུས་དྲན་སྲུང་བརྩིའི་མཛད་སྒོར་དཔལ་ལྡན་སྲིད་སྐྱོང་མཆོག་ཕེབས་ཞུགས་གནང་བའི་སྐོར། སྐོར། བྱས་ཙང་མཁན་སྤྲུལ་བསྟན་འཛིན་བློ་གྲོས་ཐ་ཧེ་རིན་པོ་ཆེ་མཆོག་གི་ཁྲི་འདོན་ཆོས་ཞུགས་དང་ཁྲི་འདོན་མཛད་སྒོར་དཔལ་ལྡན་ཚོགས་གཞོན་མཆོག་གཞུང་འབྲེལ་ཆེད་བཅར་གནང་བའི་སྐོར། ཨོ་སི་ཀྲེ་ལི་ཡའི་གྲོས་ཚོགས་གོང་མའི་ནང་ལ་བོད་དོན་རྒྱབ་སྐྱོར་གྱི་གྲོས་འཆར་རྣམས་སྤེལ་བའི་སྐོར། ལས་བྱེད་འདེམས་བསྐོ་ལྷན་ཁང་ནས་སྲི་ཞུའི་ལས་བྱེད་གསར་འདེམས་ཀྱི་གསལ་བསྒྲགས་སྤེལ་བའི་སྐོར་བཅུ་བཞི་དགུ་བརྒྱུད་གསར་འགྱུར་མུ་མཐུད་ནས་གཟིགས་རོགས་གནང།

དེ་རིང
ལས་རིམ་དང་པོ་ཚོགས་འདུ་དབུ་འཛུགས་ཀྱི་གསལ་བསྒྲགས་ཞུ་རྒྱུ་ཡིན། སྐབས་བཅུ་བདུན་པའི་བོད་མི་ཞིང་སྡེའི་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བརྒྱད་པ་དབུ་འཛུགས་ཞུ་ཡ་ཡིན།
དེ་ཡང་ད་རིང་རེས་གཟའ་ལྷག་པའི་ཉིན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཁང་ནང་དུ་དཔལ་ལྡན་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བརྒྱད་པའི་དབུ་འཛུགས་ཀྱི་གསལ་བསྒྲགས་བསྐྱངས་པ་དང་འབྲེལ་སྤྱི་ནོར ྋསྐྱབས་མགོན་ཆེན་པོ་མཆོག་གི་གང་ཉིད་དགུང་གྲངས་བརྒྱ་དང་བཅུ་ཕྲག་ལྷག་ཚོགས་ཞུགས་མཛད་རྒྱུའི་བཀའ་བཟང་ཡང་ཡང་ཕེབས་པ་བཞིན་གདུལ་བྱ་བོད་མི་ཡོངས་ནས་ཀྱང་མགོན་པོ་གང་ཉིད་ཀྱི་སྐུ་ཚེ་ཡུན་རིང་བརྟན་རྒྱུའི་གསོལ་འདེབས་དང་བོད་མིའི་སྤྱི་མཐུན་གྱི་བསོད་ནམས་གོང་མཐོར་གཏོང་ཐབས་དགོས་གལ་སྐོར་ལ་གསུངས་ཡོད་པ་རེད། དགུང་ལོ་ནི་བརྒྱ་དང་བཅུ་ཕྲག་ལྷག་བཞུགས་ཐུབ་ཡ་གི་ང་ཚོས་གསོལ་འདེབས་ཞུ་ཡ་དང་ནི་དེ་ག་ནང་བཞིན་གྱི་བོད་མི་ཞིབ་འཇུག་གི་བསོད་ནམས་དེ་ནི་གོང་མཐོར་གཏོང་ཐུབ་དགོས་ཡ་དེ་གལ་ཆེན་པོ་རེད་ཤག་ནི་དེ་བས་ཀྱང་ད་ཕྱི་ནང་ཀུང་སི་ཤོང་མཁན་ཆེན་པོ་མཆོག་གི་ཐུགས་བཞེད་དམ་བཅའ་གཞི་འཚེམ་པའི་གི་ད་ང་ཚོ་བོད་མི་རིགས་རེད་འཛམ་གླིང་གི་ཆེས་ཡང་གི་འཇིག་རྟེན་ཤི་ཡོག་ཏུ་ད། ཤོག་ངོར་མོ་ཅིག་མཛད་འཕྲིན་འབྲེལ་བ་ཆགས་བསྡད་དེ་ང་རང་ཚོ་ངོས་ནས་དུས་དང་རྣམ་པ་ཀུན་ཏུ་ཕྱི་ནང་གི་ཤོག་ངོས་ཆེན་མོ་ཕྱོགས་ཀྱི་དགོངས་གཞི་འགྲུབ་ཡ་ལ་ནི་འབོད་བརྩོན་དང་ཐབས་ལམ་ག་རེ་འདུག་གནད་དེ་ཚོའི་ཐོག་ལ་ང་ཚོ་ཞེས་ཞུམ་པ་མེད་པའི་ཐོག་ནས་འགན་འཁུར་ཡས་ཐུག་པས་དེ་གལ་ཆེན་པོ་ཅིག་ཆགས་ཀྱི་འདུག། གཞན་ཡང་དཔལ་ལྡན་ཚོགས་གཙོ་མཆོག་གིས་འདས་པའི་ལོ་ངོ་དྲུག་ཅུ་རེ་ལྔ་འདིའི་རིང་རྒྱལ་སྤྱིའི་སྤྱི་ཚོགས་དང་ལྷག་པར་དུ་རྒྱ་གར་གཞུང་མང་གཉིས་ཀྱི་མཐུན་འགྱུར་རམ་འདེགས་འོག་བོད་དོན་འཐབ་རྩོད་རྒྱུན་གནས་ཐུབ་ཤིང་འདི་ལོར་ཨ་རིའི་སྲིད་གཞུང་ནས་བོད་སྐྱོད་རྩོད་རྙོག་གི་ཁྲིམས་ཡིག་གཏན་འབེབས་གནང་བ་དང་ཁེ་ན་ཏྲེ་གྲོས་ཚོགས་ནས་བོད་མིའི་རང་ཐག་རང་གཅོད་ཀྱི་གྲོས་ཆོད་གཏན་འབེབས། ཉེ་ཆར་རྒྱ་གར་གྲོས་ཚོགས་འཐུས་མི་ཡིས་བོད་དོན་རྒྱབ་སྐྱོར་ཚོགས་པ་སླར་གསོ་བསྡུ་བ་དང་ནང་བཞིན་ཨོ་སི་ཀྲི་ལི་ཡའི་གྲོས་ཚོགས་ནང་ལ་བོད་དོན་ཐོག་ལ་གླེང་སློང་གནང་བཞིན་ཡོད་པ་བཅས་འབྲེལ་ཡོད་ཡོངས་ལ་ཐུགས་རྗེ་ལེགས་འབུལ་ཞུས་ཡོད་པ་རེད། ད་ང་ཚོ་ཚོ་བཙན་བྱོལ་གྱི་གནས་བབ་ཤར་ཕྱོགས་ཀྱི་གནས་བབ་ཆགས་དེ་རེད་ད་ལོ་དྲུག་ཅུ་རེ་ལྔ་ཙམ་འགྲོ་དགོས་རེད། ཤི་ཡང་གི་རྒྱ་གཞིས་ཀྱི་གཞུང་ཁག་རེད་ལྷག་པར་དུ་ད་རྒྱ་གར་གཞུང་གི་མཐུན་འགྱུར་དང་ནི་མི་མང་གི་ད་རྒྱབ་ཤོར་ལ་བརྟེན་ནས་ད་ང་རང་ཚོའི་སྒྲིག་འཛུགས་འདི་ཡུན་མེད་ཤེས་ཡག་གི་གནས་སྟངས་ཆགས་དེ་རེད་ནི་བར་སྐབས་ད་ང་རང་ཚོ་ཨ་རི་གྲོས་ཚོགས་ཀྱི་ཆེད་དུ་སྐུ་ཚབ་ཚོགས་ཆུང་བཞུགས་སྒར་རྡ་རམ་ས་ལ་ཆིབས་བཞུགས་ཤོང་ཡ་ནི་དེ་ག་ནང་བཞིན་གྱི་ཨ་རི་གྲོས་ཚོགས་ཀྱི་ཐོག་ནས་མཚན་མཐུན་མོང་མེད་ཀྱི་ཐོག་ནས་བོད་དོན་གྱི་དཀའ་རྙོག་སེལ་ཡ་གྱི་འཕྲིན་ཡིག་གཏན་འབེབས་གནང་ཡ་ནི་དེ་ག་ནང་བཞིན་གྱི་ཀེ་ན་ད་གྲོས་ཚོགས་ནས་གྲོས་ཆོད་བཞག་ཡ་ནི་ཉེ་ཆར་རྒྱ་གར་གྲོས་ཚོགས་བོད་དོན་ཞབས་ཞུར་ཚོགས་པ་དེ་བདེ་བླག་ངང་སླར་གསོ་བྱེད་ཐུབ་ཡ། ཉིན་དེའང་ནང་བཞིན་གྱི་ལྟར་ཉི་མ་ཁ་ཤས་སྔོན་ནས་རེད་ཤག་ཨོ་སི་ཀྲོ་ལི་ཡའི་གྲོས་ཚོགས་ནང་ལོགས་ལ་བོད་དོན་གྱི་ཐོག་ལ་བགྲོ་གླེང་ཤུགས་ཆེན་པོ་གནང་བསྡད་ཀྱི་འདུག་དེ་དེ་ཚོ་ཐོག་ལ་ཡང་ད་དངོས་སུ་མཉམ་རྒྱུ་གནང་མཁན་ཡིན་དང་ཡིན། ནས་ཀྱི་ཕྱག་ལས་དང་མཐུན་འགྱུར་གནང་མཁན་ཚང་མ་ལ་ལ་ཡང་དེ་རིང་གོ་སྐབས་འདི་བརྒྱུད་ནས་ཐུགས་རྗེ་ཆེ་ཞུ་ཡ་ཡིན། ད་རིང་གྲོས་ཚོགས་ཚོགས་དུས་བརྒྱད་པའི་ལས་ཉིན་དང་པོའི་ཐོག་ལ་ཉེ་ལམ་སྤྱི་ཟླ་བརྒྱད་པའི་ཚེས་བརྒྱད་ཉིན་སྤྱི་ཟུར་ཐང་ཤར་ཡོན་ཏན་རྒྱ་མཚོ་ལགས་དགུང་གྲངས་བརྒྱད་ཅུ་གྱ་བདུན་ཐོག་ལ་སྐུ་ཚེ་འཕེན་པ་རྫོགས་པའི་ཡིད་སྐྱོ་གནས་ཚུལ་ཐོན་པར་གཞུང་འབྲེལ་མྱ་ངན་གུས་འདུད་ཀྱི་རྗེས་དྲན་གྲོས་ཆོད་གྲོས་འཆར་རྣམས་ཕེབས་པ་དང་སྦྲགས་སྐར་མ་གཅིག་གི་རིང་ལ་བསྔགས་བརྗོད་ཞུ་རྒྱུ་བ་རེད།
ང་རྒྱལ་སྤྲོས་པ་ཡིན། གཞན་ཡང་ད་རིང་ལས་ཉིན་དང་པོའི་ཐོག་ལ་ཆོས་རིག་ལས་ཁུངས་དང་ནང་སྲིད་ལས་ཁུངས་མ་ལག་དང་བཅས་པས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་རྩ་བཞི་ལོའི་ལོ་འཁོར་ལས་བསྡོམས་ཐོག་ལ་སྙན་སྒྲོན་དང་དེ་འབྲེལ་བགྲོ་གླེང་གནང་ཡོད་པ་རེད། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བརྒྱད་པ་འདི་བཞིན་ད་རིང་ཕྱི་ཚེས་བཅུ་གཅིག་ནས་ཕྱི་ཚེས་བཅུ་དགུ་བར་ལས་ཉིན་གྲངས་བརྒྱད་ཀྱི་རིང་ལ་ཚོགས་ཀྱི་ཡོད་པ་རེད། ཁ་སང་སྤྱི་ཟླ་དགུ་པའི་ཚེས་བཅུ་ཉིན་བོད་ཀྱི་བུད་མེད་ལྷན་ཚོགས་བཙན་བྱོལ་དུ་སླར་གསོ་ཞུས་ཏེ་མི་ལོ་བཞི་བཅུ་འཁོར་བའི་དུས་དྲན་སྲུང་བརྩི་མཛད་སྒོ་ཞིག་བོད་ཀྱི་ཟློས་གར་ཚོགས་པའི་གར་གླུད་རིག་རྩལ་ཁང་དུ་ཚོགས་ཡོད་པ་དང་སྐབས་དེར་བུད་མེད་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་སྐུ་མགྲོན་གཙོ་བོར་ཕེབས་བཞུགས་གནང་ཡོད་པ་རེད། དུས་དྲན་སྲུང་བརྩིའི་མཛད་སྒོར་བུད་མེད་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་གཙོས་པའི་བཀའ་ཟུར་རིན་ཆེན་མཁའ་འགྲོ་ལགས་དང་བོད་མི་མང་སྤྱི་འཐུས་ལས་ཐོག་ལས་ཟུར་ཁག་ཅིག་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་ཚོགས་གཙོ་གཙོས་པའི་རྒྱུན་ལས་རྣམ་པ། བཞུགས་སྒར་ཁུལ་གྱི་ཚོགས་སྡེ་ཁག་གི་ལས་སྣེ་སྐུ་ཚབ་སོགས་ལྷན་འཛོམས་གནང་ཡོད། རེད། སྐབས་དེར་དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བཙན་བྱོལ་དུ་བོད་ཀྱི་བུད་མེད་ལྷན་ཚོགས་སླར་གསོ་ཞུས་ཏེ་མི་ལོ་བཞི་བཅུ་འཁོར་བའི་དུས་དྲན་ལ་འཚམས་འདྲི་དང་སྦྲགས་བོད་ཀྱི་བུད་མེད་ལྷན་ཚོགས་ཀྱི་སྒྲིག་འཛུགས་དེ་ཉིད་ཐོག་མར་གསར་འཛུགས་གནང་བ་ནས་བཟུང་ད་བར་ཚགས་ཚུད་རྒྱུན་འཛིན་གནང་མཁན་རྒྱུན་ལས་ལས་ཟུར་རྣམ་པར་བསྔགས་བརྗོད་དང་སྦྲགས། ལྷན་ཚོགས་ཉོས་ནས་འབྱུང་འགྱུར་ཡང་བོད་མིའི་སྤྱི་ཚོགས་ཁྲོད་བུད་མེད་ཀྱི་འགོ་ཁྲིད་སྐྱེད་སྲིང་གནང་དགོས་པའི་ལམ་སྟོན་གནང་ཡོད་པ་རེད། གཞན་ཡང་དཔལ་ལྡན་སྲིད་སྐྱོང་མཆོག་གིས་བོད་མིའི་ཚོགས་སྡེ་ཁག་ནས་བོད་མིའི་སྒྲིག་འཛུགས་བཀའ་ཤག་སྐབས་སོ་སོས་ཐབས་ཇུས་གཏན་འཇོག་དང་མཉམ་མཐུན་གྱིས་དབུ་འོག་དཔུང་འདེགས་ཞུ་ཐུབ་ན་བོད་དོན་ཞུ་གཏུག་དང་འཐབ་རྩོད་ལ་ནུས་པ་ཆེ་བ་ཐོན་ངེས་ཡིན་པས་ཚང་མས་འབད་འབུངས་གནང་དགོས་པའི་གཞེན་སྐུལ་གནང་བ་མ་ཟད་བོད་མི་གཞོན་སྐྱེས་རྣམས་ནས་དུས་རབས་དེ་མཐུན་པའི་སྒོ་ནས་བོད་དོན་དྲིལ་བསྒྲགས་དང་ཞུ་གཏུག་གནང་རྒྱུར་ཧུར་བསྐྱེད་གནང་དགོས་པ་གསུངས་ཡོད་པ་རེད། དེ་ལས་འཕྲོས་ཏེ་དཔལ་ལྡན་སྲིད་སྐྱོང་མཆོག་གིས་བུད་མེད་ལྷན་ཚོགས་ཉོས་ནས་ཀྱང་སྤྱི་ཚོགས་བདེ་དོན་དང་ལྷན་དུ་བོད་དོན་ཆབ་སྲིད་ཐོག་ལ་རྒྱལ་སྤྱིའི་སྤྱི་ཚོགས་ལ་ཞུ་གཏུག་གནང་རྒྱུ་སོགས་ཀྱི་ལས་དོན་མང་ཙམ་སྤེལ་ཐབས་དགོས་པའི་ལམ་སྟོན་གནང་ཡོད་པ་རེད། ད་ཐེངས་འདི་བུད་མེད་ལྷན་ཚོགས་འདི་སྒྲིག་འཛུགས་གལ་ཆེན་པོ་ཆེ་ཐང་གིས་ཁོང་བཀའ་ཟུར་གྱིས་གསུངས་གནང་བ་ནང་བཞིན་སྒྲིག་འཛུགས་གལ་ཆེན་པོ་ཆེ་རེད། སྒྲིག་འཛུགས་གལ་ཆེན་པོ་འདི་གི་ངོ་བོ་ཡོད་པ་ནང་བཞིན་བྱེད་ཀྱི་ལས་དོན་དེ་དེ་ནང་བཞིན་བྱས་ནས་བྱེད་ཐུབ་པ་ཡིན་ན་ད་ངས་གཞན་པར་ཞུ་བའི་ཁྱད་མེད། འཐབ་ཇུས་དང་ལྡན་པའི་ལས་ཀ་བྱེད་ཨེ་སྲིད། བཟོ་ཨ། བོད་པའི་སྤྱི་ཚོགས་ནང་ལོག་ལེན་ཡང་བྱེད་དགོས་ཡས་ཁག་གཅིག་གནང་དགོས་རེད། ཡིན་ནས་རྒྱ་ཆེ་ཡ་དེ། རྒྱལ་སྤྱིའི་སྤྱི་ཚོགས་ལ་ཕར་སྨྱོ་བའི་ཐབས་ཤེས་བྱེད། བཟོ་ཨ། བོད་མི་སྒྲིག་འཛུགས་གཅིག་པོ་རྒྱུགས་དེ་མ་ཡིན་པ། དེ་ནང་ཚང་མ་ལོག་གི་ཧ་རུ་བུ་རུ་བྱེད་ནས་བྱས་པ་ཡིན་ན། ང་ཚོ་ཏན་ཏན་དོན་དག་འགྲུབ་གི་རེད། ལ་ད་ལྟ་ཨ་རིག་གིས་དེའི་ཁྲིམས་ཡིག་དེ་གཏན་འབེབས་བྱེད་ཐུབ་པ་དེ་ལོ་གཉིས་ལྷག་ཞིག་དཀའ་ལས་བརྒྱབ་ནས་བྱུང་བ་རེད། དེ་སྲིད་སྐྱོང་དང་བཀའ་ཤག་དང་དོན་གཅོད་དང་ཨའི་སི་ཀྲི་གཅིག་པུ་བྱེད་ཤེས་ཡོད་མ་རེད་ཚང་མ་ལོག་དཀའ་ལས་བརྒྱབ་ཆེད་ཧ་རུ་བོ་རུ་བྱེད་ནས་ནུས་པ་མཉམ་སྤུངས་ཟེར་ཡ་འདི་སྲིད་ཀྱི་ཡོ་རེད། ཉེ་ལམ་ཕྱི་ཚེས་ལྔ་ཉིན་རྒྱ་གར་ལྷོ་ཕྱོགས་སྦེལ་ཀོབ་གཞིས་ཆགས་སུ་རྟེན་གཞི་བྱས་པའི་སེར་བྱེས་ཁེ་ངེ་གྲྭ་ཚང་དུ་བྱས་ཙང་མཁན་སྤྲུལ་བསྟན་འཛིན་བློ་གྲོས་ཐ་ཧེ་རིན་པོ་ཆེ་མཆོག་གི་ཁྲི་འདོན་ཆོས་ཞུགས་དང་ཁྲི་འདོན་མཛད་སྒོར་དཔལ་ལྡན་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་གཞོན་སྒྲོལ་མ་ཚེ་རིང་མཆོག་གདན་ཞུ་ལྟར་ཆེད་ཕེབས་གནང་འདུག་གཞན་ཡང་ཁྲི་འདོན་མཛད་སྒོའི་ཐོག་ལ་ཕྱོགས་བཞུགས་སྤྱི་འཐུས་མི་འགྱུར་རྡོ་རྗེ་ལགས་དང་སྤྱི་འཐུས་ཆོས་འཕེལ་ཐུབ་བསྟན་ལགས་ཀྱང་མཉམ་ཞུགས་གནང་ཡོད་པ་རེད། དཔལ་ལྡན་ཚོགས་གཞོན་མཆོག་སྦེལ་ཀོབ་ཏུ་གཞུང་འབྲེལ་ཕྱོགས་ཕེབས་སྐབས་གདན་ས་བཀྲ་ཤིས་ལྷུན་པོ་དང་རྣམ་གྲོལ་གླིང་གསལ་བྱེད་ཡིད་དགའ་ཆོས་གླིང་དགོན་པར་སོ་སོར་མཆོད་མཇལ་དང་གཞིས་ཆགས་ཀྱི་རྒན་གསོ་ཁང་དུ་གཟིགས་སྐོར་དང་ས་གནས་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམ་པ་དང་མཇལ་འཕྲད་ཀྱིས་ཚོགས་འདུ་སྐོང་ཚོགས་དང་ནང་བཞིན་ཧུན་སུར་ས་གནས་ཀྱི་རྫོང་དཔོན་ལས་རོགས་སྐུ་ཞབས Vijaya Kumar མཆོག་དང་མཇལ་འཕྲད་བཅས་གནང་འདུག། ཁ་ཉིན་རེས་གཟའ་ཟླ་བའི་ཉིན་ཨོ་སི་ཏྲེ་ལི་ཡའི་གྲོས་ཚོགས་དབུ་མའི་ནང་ལ་གྲོས་ཚོགས་འཐུས་མི་སྐུ་ཞབས་ཨན་དྲུ་ཝ་ལེ་སི་མཆོག་གིས་བོད་དོན་རྒྱབ་སྐྱོར་གྱི་གྲོས་འཆར་ཞིག་བསྣམས་ཕེབས་འདུག་གྲོས་འཆར་འདིའི་ནང་ལ་རྒྱ་ནག་གཞུང་གིས་བོད་མིའི་ཆོས་དང་རིག་གཞུང་ངོ་བོ་རྩ་མེད་གཏོང་བའི་སྲིད་བྱུས་ལ་སྐྱོན་བརྗོད་དང་སྦྲགས། བོད་མི་རྣམས་ལ་རང་དབང་གི་སྒོ་ནས་དཔལ་འབྱོར་དང་སྤྱི་ཚོགས། རིག་གཞུང། ཆོས་ལུགས་ཀྱི་བྱེད་སྒོར་ཞུགས་རྒྱུའི་ཐོབ་ཐང་ཡོད་པ་མ་ཟད། སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་མ་འོངས་ཡང་སྲིད་ངོས་འཛིན་གནང་རྒྱུའི་ཐོབ་ཐང་ཡོད་པ་ནན་བརྗོད་གནང་འདུག་ཨོ་སི་ཀྲེ་ལི་ཡའི་གྲོས་ཚོགས་འཐུས་མི་སྐུ་ཞབས་ཨན་ཀྲུའུ་ཝེ་ལེ་སི་མཆོག་གིས་རྒྱ་ནག་གཞུང་གིས་བོད་དང་བོད་མིའི་རིག་གཞུང་རྩ་མེད་གཏོང་བཞིན་བོད་མིའི་ཆོས་ལུགས་ཀྱི་རྒྱབ་ལྗོངས་ཀྱང་མེད་པ་བཟོས་སྟབས་ལྷག་པར་དུ་སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་མ་འོངས་ཡང་སྲིད་ངོས་འཛིན་གནང་སྐོར་ཐེ་བྱུས་བྱེད་བཞིན་ཡོད་པར་གསལ་འདོན་གནང་སྟེ་ཨོ་གླིང་གྲོས་ཚོགས་ནས་བོད་མི་རྣམས་ལ་གདུང་སེམས་མཉམ་སྐྱེད་དང་རྒྱ་ནག་གཞུང་གི་བྱེད་བབ་དེ་དག་ལ་ཁ་ཁུ་སིམ་མེར་བཞུགས་རྒྱུ་མེད་པ་གསུངས་འདུག། སྐུ་ཞབས་ཨན་རུ་ཝེ་ལེས་མཆོག་གིས་འདོན་སྤེལ་གནང་བའི་གྲོས་འཆར་དེར་ཨོ་སི་ཏྲེ་ལི་ཡའི་གྲོས་ཚོགས་འཐུས་མི་ཡི་བོད་དོན་རྒྱབ་སྐྱོར་ཚོགས་པའི་ཟུང་འབྲེལ་ཚོགས་གཙོ་ལྕམ་སྐུ་སུ་ཛན་ཏེམ་པལ་མན་མཆོག་གིས་རྒྱབ་སྐྱོར་དང་སྦྲགས་རྒྱ་ནག་གཞུང་ནས་ཀུན་གཟིགས་པཎ་ཆེན་སྐུ་ཕྲེང་བཅུ་གཅིག་པ་མཆོག་གློད་གྲོལ་བསྐྱོད་ལ། སྤྱི་ནོར་ཁོང་སྐྱབས་མགོན་ཆེན་པོ་མཆོག་གིས་མ་འོངས་ཡང་སྲིད་ངོས་འཛིན་ཐད་ལ་རྒྱལ་ཁབ་གཞན་གྱིས་ཐེ་ཇུས་བྱས་པར་ལྟ་འདོད་མེད་ཅེས་གསུངས་འདུག། མ་ཟད་ལྕམ་སྐུ་མཆོག་གིས་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ལ་དུས་བཀག་བསྐྱར་ཞིབ་གནང་བའི་སྐབས་སུ་ཨོ་སི་ཀྲེ་ལི་ཡའི་གཞུང་ནས་རྒྱ་ནག་གཞུང་གིས་བོད་ནང་མི་རིགས་དབྱེ་འབྱེད་ཀྱི་སྲིད་བྱུས་དེ་དག་མཚམས་འཇོག་དགོས་པའི་ཞབས་སྐུལ་གནང་བ་དེར་རྒྱབ་སྐྱོར་གནང་གི་ཡོད་སྐོར་གསུངས་པ་དང་སྦྲགས་ཨོ་སི་ཀྲེ་ལི་ཡ་ནས་བོད་མི་དང་ཨོ་གླིང་ནང་གི་བོད་མི་ཚོའི་ཆེད་དུ་རྒྱབ་སྐྱོར་མུ་མཐུད་གནང་རྒྱུའི་ཆེད་སེམས་བརྟན་པོ་ཡོད་པ་གསུངས་འདུག། སྐབས་དེར་གྲོས་ཚོགས་འཐུས་མི་སྐུ་ཞབས Daniel མུ་ལི་ནོ་ལགས་དང་གྲོས་ཚོགས་འཐུས་མི་སྐུ་ཞབས David Gillespie ལགས་རྣམ་གཉིས་ནས་ཀྱང་བོད་དོན་ཐོག་ལ་རྒྱབ་སྐྱོར་དང་སྦྲགས་རྒྱ་ནག་གཞུང་ནས་བོད་མིའི་ཆོས་དང་རིག་གཞུང་ཆབ་སྲིད་ཀྱི་ཐོབ་ཐང་དང་སྨྲ་བརྗོད་རང་དབང་ཐད་དྲག་གནོན་མཚམས་འཇོག་དགོས་པའི་སྐུལ་འདེད་གནང་འདུག་ཨོ་སྟྲེ་ལི་ཡའི་གྲོས་ཚོགས་འོག་མའི་ནང་ལ་བོད་དོན་རྒྱབ་སྐྱོར་གྱི་གྲོས་འཆར་དེ་བཞིན་ཨོ་སྟྲེ་ལི་ཡའི་བོད་དོན་ལྷན་ཚོགས་དང་ས་གནས་བོད་རིགས་མཐུན་ཚོགས་ཁག་དང་མཉམ་འབྲེལ་གྱིས་གོ་སྒྲིག་གནང་བའི་བོད་དོན་ཞུ་སྐུལ་ཉིན་མོར་བཏོན་གནང་བ་ཞིག་རེད་འདུག། ཁ་སང་རེས་གཟའ་མིག་དམར་ཉིན་བོད་མི་སྒྲིག་འཛུགས་ཀྱི་ལས་བྱེད་འདེམས་བསྐོ་ལྷན་ཁང་ནས་སྲི་ཞུའི་ལས་བྱེད་གསར་འདེམས་ཞུ་རྒྱུའི་གསལ་བསྒྲགས་ཤིག་སྤེལ་འདུག་དེ་ཡང་བོད་མི་སྒྲིག་འཛུགས་ཀྱི་བལ་ཡུལ་རྩིས་ཞིབ་ལས་ཁང་དུ་ལས་ཐོག་གཅིག་དང་རྩིས་ཞིབ་ལས་ཁང་དུ་དྲུང་ལས་གཉིས་ལས་ཐོག་གཅིག་ལས་དྲུང་གཅིག་རྒན་དྲུང་གཅིག་གཞོན་དྲུང་གཅིག་བཅས་ལས་བྱེད་གསར་འདེམས་ཞུ་རྒྱུའི་གསལ་བསྒྲགས་སྤེལ་འདུག་ཅིང་རང་རེའི་རྩ་དོན་ཐོག་ལ་སྲི་ཞུ་སྒྲུབ་ལོ་ཡོད་རིགས་ནས་འདི་ལོའི་སྤྱི་ཟླ་བཅུ་པའི་ཚེས་དགུ་གྱང་མེད་དྲ་ཐོག་འཚང་སྙན་འབུལ་རྒྱུ་འདུག། དེ་རིང་གི་གསར་འགྱུར་ལས་རིམ་འདི་ཙམ་ནི་བོད་དོན་དང་འབྲེལ་བའི་གསར་འགྱུར་རྒྱས་པ་ཁག་བདེ་སྐྱིད་གཞུང་འབྲེལ་དྲ་ཚིགས་བོད་ཚགས་ཨེ་ཤེ་ཡ་དང་ཏིབ་པེ་ཏྲོར་ནས་ཡིན་པའི་ཐོག་ལ་གཟིགས་རྒྱུ་ཡོད། ང་ཚོའི་ལས་རིམ་གསན་གཟིགས་གནང་བར་བཀའ་དྲིན་ཆེ།